ཚད་མེད་ཤོད་མཁན་དེ་ཚོ་མང་འགྲོ་ཡ་དང། སོ་སོའི་གི་ཆབ་སྲིད་གི་ལྟ་གྲུབ་དེ་གི་དམིགས་ཡུལ་འགྲུབ་ཡ་ལ་ཡ། ཨ་ནི་སྐྱབས་མགོན་རིན་པོ་ཆེ། སྤྲོ་མགོ་རེད། བོད་གཞིས་བྱེས་གཉིས་གི། རང་དབང་འཐབ་རྩོད་གི་འགྲུབ་པའི་གི་ཨ་ནི་ང་ཚ་སོ་འདྲ་བོ་བོད་མིའི་སྒྲིག་འཛུགས་དེ་ཨ་ནི་གཏོར་དགོ་རེད་མེད་པ་བཟོ་དགོ་རེད་ཟེར་ནས་ཨོ་ད་དེ་སྐད་གསང་མཐོན་པོའི་ཐོག་ནས་གསུང་མཁན་འདུག་ད་དེ་ཚོའི་ཐོག་ལ་ཡ་ད་ཡིན་བཀའ་བློན་གི་བཀའ་ལན་བསྐྱོན་གནང་སོང་དེ་ལས་ལྷག་ང་གལ་མེད་ད་ཡིན་ན་དེ་མཐར་སྐྱོ་འདུག་མི། ཉི་མ་ཁ་ཤས་སྔས་ནས་དྲ་རྒྱ་བརྒྱུད་ལམ་ཁག་ནས། གང་ཟག་ཅིག་གི་སྐད་ཆ་བཤད་རྒྱུ་འདི་དང་འབྲེལ་བ་ཐོག་ནས་གསུང་གི་ཡོད་ས་རེད། བཤད་སྟངས་ཧ་ལས་ཡ། ང་ཚོ་བོད་པ་སུ་འདྲ་ཅིག་ཡིན་ནི་རེད། རྒྱ་མི་གི་དེ་བཤད་ད་ཕག་བཞག་ད་བོད་པ་ཅིག་གི་སྐད་ཆ་དེ་འདྲ་བཤད་ཡ་དེ་ལ་ང་ཚོ་བདེ་སྲུང་ལས་ཁུངས་དང། ལྷག་པར་དུ་བཀའ་ཤག་ཀུང་སི་སྐྱོང་དབུས་བོད་ཀྱི་བཀའ་ཤག་གི་ཐོག་ནས་གི་དོན་ཚོ་ཐོག་ནས་དོ་སྣང་བྱུང་ལ། ད་སྡིག་ར་རང་བཀོད། དེ་མ་ཟད་སྐུ་རླུང་བྱེད་ནི་ད་རྒྱ་རིན་པོ་ཆེ་ཀྲུང་གོ་རེད། བོད་གཞུང་འདི་མེད་པ་བཟོ་གི་རེད། མ་གཏོགས་རང་བཙན་ཟེར་ནས་ཡུང་ཡ་འདིའི་ལང་ཀ་ཡོད་མ་རེད་བསམ་ཤེས་ཡ་དེ་ཤེས་ཀྱི་ཡོད་ས་རེད། བྱས་ནས་དེ་འདྲའི་གི་ཚབ་ཅན་གྱི་སྐད་ཆ་བཤད་ཀྱི་ཡོད་དེ་ལ་གྲོས་ཚོགས་དེའི་གི་བརྒྱུད་ལམ་ནས་ཐག་གཅད་དུ། དོགས་ལན་དང།

རིན་པོ་ཆེ་ནི་སྙན་སེང་ཞུ་ཐུབ་ཡག་གི་རེ་བ་བརྒྱ་ཆ་བརྒྱ་ཞུ་གི་ཡོད་ཟེར་བྱས་ནས་སྙན་སེང་ཞུ་ཡག་ཡིན། དེ་དཀར་ཆག་གི་ནང་དོན་དེ་འཇིགས་སྐུལ་རང་ལུགས་པ་ཞིག་ལ་ངོས་འཛིན་ཞུ་གི་ཡོད། བདེ་སྲུང་གི་ངོས་ནས་བལྟས་ངེས་པར་དུ་རྩད་གཅོད་ཅི་དགོས་དེ་དཀའ་ཆེན་པོ་རེད་བསམ་གྱི་འདུག་གང་ཡིན་ཟེར་ན་ཁོ་རང་གིས་འཇིགས་སྐུལ་བྱེད་ས་དེ་ང་ཚོ་བོད་རྩ་མཚན་ཡོངས་ཀྱི་འདུ་ཤེས་གཉིས་ཀྱི་རྐྱང་གཉིས་ཞིག་ལ་ཁོ་རང་གིས་འཇིགས་སྐུལ་བྱེད་ཀྱི་ཡོད་རེད། ཚིག་རེ་རེ་རེ་རེ་ལ་ཐུགས་རྗེ་ཆེ་ཁྱེད་ནི་ཞུ་ཡག་ཅེས་དང་ཨ་ནི་ངོ་མཚོན་གྱི་ནས་རེད་ཚོར་བ་དང་བསམ་ཚུལ་མཐོང་སྟངས་འདྲ་བོ་འདྲ་རྐྱང་ཡིན་དེ་ཡིན་ཙང། ད་ལས་འདི་འདྲ་བོ་ཅིག་ལས་ཡིན་པ་ཡིན་ན། ཨ་ནི་ད་ལྟ། མི་ཁོ་རང་སུ་ཡིན་དང་མེད། ག་བར་བསྡད་ཀྱི་ཡོད་ག་འདྲས་ཡིན་དང་མེད་ལ་ཡག་གི། དེ་གས་དེ་ཁ་སིང། དངོས་གནས་རང་ངོ་ཚོ་དོ་སྣང་བྱུང་རྗེས་ནི་ཆ་ཚང་ཡོད། དེ་ནང་བཞིན་ཁོ་རང་ཡོད་ས་ཀྱི་ས་གནས་དོན་གཅོད་ལ་ཡང་མངགས་བྱས་ནས་ཨེ་ནི་ཁྲིམས་གཏུག་གི་ཐོག་ནས་འགྲོ་སྟངས་བྱེད་སྟངས་ག་འདྲས་འདོག་ལབ་ནི་ད་ལྟ་ཚུར་ལན་སྒུག་བསྡད་ཡོད་ལ། དེ་ནང་བཞིན་དེ་སྔའི་ལ་ཞུས་པ་ནང་བཞིན་གྲོས་ཚོགས་ཚར་བ་དང་ཨེ་ནི་ཚོགས་ཆུང་འཛོམས་རྗེས་ནི་བཀའ་ཤག་ལ་ཡང་སྙན་སེང་ཞུས་ནས་ཨེ་ནི་གང་ལྟར་དེའི་ཐོག་ལ་ང་ཚོས་གི་གཅིག་བྱེད་མ་ཐུབ་པ་ཡིན་ན་གཞན་དག་དེ་ཚོ་ལ་ཨ་ནི་ཁག་པོ་ཞུ་གཅིག་རེད་བསམ་བྱས་ནས་དྲན་གི་འདུག་དེ་མཚམས་དེ་ཚོའི་ཐོག་ལ་ཨ་ནི་དེ་སོང་ལས་ཁུངས་གཅིག་པོ་མ་རེད་འཛིན་སྐྱོང་བཀའ་ཤག་རང་གི་ཐོག་ནས་ཨ་ནི་ང་ཚོ་ལྡོག་ལེན་བྱེད་སྟངས་ག་འདྲ་བྱེད་དགོས་གི་འདུག་ཐག་གཅིག་གང་ལ་ག་བར་འགྲོ་དགོས་གི་འདུག་ཟེར་ཡ་དེ་ཏན་ཏན་ང་ཚོ་ཡོང་ཐུབ་པ་གཅིག་གང་ལ་འབད་བརྩོན་ཞུ་གི་ཡིན་ཟེར་ནས་སྙན་སེང་ཞུ་ཡ་ཡིན། ད་ལྟ་གསོལ་ཇ་བར་གསེང་སྐབས་སུ་ལ་ངའི་ཕྱག་སྦྲེལ་གཅིག་བསྡུས་གཅིག་གཉིས་བྱེད་ལ་སྐད་ཆ་དྲིས་པ་ཡིན། དེ་ག་རེ་ལབ་གི་ཡོད་རེད། གནད་དོན་དེ་འདྲ་ཅིག་ག་རེ་ཆགས་ཡོད་རེད་ལ་ནི་བཀའ་འདྲི་ཞུ་བའི་སྐབས་སུ་ལ་གསལ་བོ་གས་ཞུ་ཡས་མི་འདུག་ད་ལྟ་བདེ་སྲུང་བཀའ་བློན་གྱི་ཕྱག་བྲིས་སྤྱི་འཐུས་ཀྱི་ལན་འདེབས་ལ་བརྙན་ཐུང་གསུངས་སོང་ཁ་ཤས་ལ་ཡ་བྱས་ན་འདི་སྒྲ་ཇི་འགྲོ་གི་འདུག་ལབ་གི་འདུག་ད་འདི་གང་ཡིན་མིན་ཤེས་མ་སོང་སྟེ། གནད་དོན་འདི་ད་ལྟ་བདེ་སྲུང་བཀའ་བློན་གྱི་འདི་གནད་དོན་གང་ཡིན་པ་འདི་ཕ་ཆེན་ཁོང་གིས་ཅིག་གསན་ཡོད་ས་རེད། དེའི་ངོས་ལེན་ཞུ་བའི་ཐོག་ནས་ཚིག་ཇི་མ་ཇི་བཞིན་དེ་འདྲའི་ལབ་ཡོད་ན་དེ་དཔེ་མི་སྲིད་ཀྱི་ཚབས་ཆེན་པོ་ཅིག་དང། གནད་འགག་ཆེན་པོ་ཅིག་རེད་དེ་ལ་བྱ་སྤྲེལ་སྤྱི་འཐུས་མང་པོ་ཅིག་གསུངས་སོང་ཏན་ཏན་ཞིབ་འཇུག་ཐད་ཆེ་བ་གནང་ཡ་དེ་ཧང་སང་ཡ་གལ་ཆེན་པོ་རེད། ཁོས་ཀྱི་རང་བཙན་རྩོད་དགོས་ཀྱི་ཡོད་ན། ཨ་ནི་རྒྱ་གར་རིན་པོ་ཆེ་ད་རྒྱ་གར་རིན་པོ་ཆེ་ལ་ནས་རེད་དེ་རྒྱ་གར་རིན་པོ་ཆེ་ཀྲུང་གོ་རེད་ལབ་ཡ་དེ་གསལ་བོ་བྱས་ནས་ལབ་ཀྱི་འདུག། དེ་ནང་བཞིན་བོད་མིའི་སྒྲུང་རྩོམ་མེད་པ་བཟོ་དགོས་ཀྱི་རེད་ལབ་ཀྱི་འདུག་བྱས་ནས། དེའི་ཚིག་དེ་ང་རང་རང་གི་ཨམ་ཆོས་ནས་གོ་ཡོད་པ་ཅིག་དེ་ཞུས་པ་ཡིན་མ་གཏོགས་ཀུ་རེ་གཅོད་དུས་རྣམ་པ་ཚོ་གི་ཅིག་གསུངས་གསུངས་དང་གསུངས་མ་གསུངས་བྱེད་ནི་མཁན་མེད། དེ་ཡང། གྲོས་ཚོགས་ནང་ལ་ཀུ་རེ་གཅོད་དུས་རྣམ་པ་ཚོ་གི་དེའི་ཐོག་ལ་ཚོར་བ་ཆེན་པོ་ཐོག་ནས་བཀའ་གནང་སྐྱོང་དེ་ལ་རྗེས་སུ་ཡི་རང་ཞུ་གི་ཡོད་མ་གཏོགས་དེ་ནས་བཀའ་མ་ཕེབས་པ་ཡིན་ནའི་དེ་ཚོ་ཐོག་ལ་ང་ཚོ་དམ་པ་པོ་ཡག་ཅིག